ཕ་སྐད་ལགས། ལོ་དེའི་ཆབ་ཀློང་གི་སྒལ་ཚིགས་སུ་བཏབ་པའི་རྩིར་ཏོག་གི་མཁར་རྫོང་སྨུག་པོ་ན་ཁྱེད་ཀྱིས་དབྱངས་རྟ་ལྷང་ལྷང་གྲགས། ཕ་སྐད་ལགས། གཡུལ་འགྱེད་ཀྱི་ཁྲག་དྲོན་དབུས་སུ་ཟུར་གསུམ་དུ་བཙུགས་པའི་ང་རྒྱལ་གྱི་དྷ་ར་སྨུག་པོ་ན་ཁྱེད་ཀྱི་གཟི་བརྗིད་ཀྱིས་མི་རིགས་ཤིག་འཛམ་གླིང་གི་གཙུག་ཏུ་འགྱིང། ཕྱི་ནས་ན་ལྷོ་དྲུག་བོད་དོན་འདྲེ་ལགས་ཀྱིས་ཕ་སྐད་ལགས་སི་ཝུན་གྱི་སྙན་ངག་གཟུགས་འདི་ཚོགས་ཁྲོམ་པའི་རྣ་ལམ་དུ་སྐྱེལ་རྒྱུ་རེད།
བ་ག་ལགས་ཁྱི་ཡོ་དུས་ངའི་སེམས་ནང་ལ་བདེ་སྐྱིད་ཀྱི་ཁྱབ་རྐྱང་བདུན་འབྱུང་ལ་འོད་སྣང་གིས་ཕྱུ། ཁྱི་མེད་ན་ངའི་མི་རིགས་འདི་ནི་ལག་སྟོང་ཡིན་ལ་འཛམ་གླིང་སྟེང་ན་མང་དག་ཙམ་ཡང་མེད། བྱས་མེད་ན་ཡར་ཟླ་དྲུག་པའི་ངོ་གདོང་འདི་ཡང་ཆགས་ལྟ་རེད། བྱས་མེད་ན་སྙན་ངག་རྒྱལ་པོའི་བླ་བྱང་འདི་ཡང་སྐམ་པོ་རེད། ལོ་རྒྱུས་བཤད་པའི་སྨར་ཁྱི་འདི་ཡང་ལྐུགས་པ་རེད། ཅི་བྱས་ཁྱེད་ཀྱི་ཉག་ཕྲ་བའི་ཚེ་སྲོག་གི་ལས་དབང་ལ་ཡང་ཡང་སེམས་ན། ང་ངོ་མ་དམངས་གཅེས་ཤིག་ཡོང་གི། ཀྱེ་ཧུ། ངས་མི་རིགས་ཀྱི་སྲོག་རྩ་འདི་ལས་བྱེད་པ་དང་གྲོང་ཁྱེར་བ་ཚོས་བསྐྱལ་ལ་ཉེ། ངས་ཕ་སྐད་ཀྱི་སྦྱོང་པ་འདི་སློབ་གྲྭ་དང་སློབ་མའི་ཁྲོད་དུ་སྦྱིན་ལ་ཉེ། ངས་སྲིད་འབྱོར་གྱི་མཚོ་མོ་འདི་རོང་འབྲོག་ཚང་ན་སྐམ་ལ་ཉེ། ངས་མི་ཚེ་ཡི་མར་མེ་འདི་ཆོས་པ་ཚོའི་ཕྱོགས་སྟེགས་ན་གཟིམ་ལ་ཉེ། ངས་སོ་རྒོད་ཀྱི་སྦུ་གུ་འདི་མང་ཚོགས་ཁྲོད་དུ་བདག་ལ་ཉེ། ཀྱེ་མ། འདི་དག་སེམས་ན་ང་ངོ་མ་སྐྱོ་གྱི་རེ་ཡོང་གི། དེ་དག་བཤད་ན་ང་རྒྱག་མི་ཐུབ་པའི་སུག་གཟེར་ཞིག་བླངས་གི། ཀྱེ་མ། ད་ནི་བདེ་སྲུང་གི་དོན་དག་ལ་འཁང་ར་དང་མྱ་ངན་བྱས་པ་ལས་འབྱུང་འགྱུར་གྱི་ལམ་ཁ་དེ་ནི་ཁྱེད་ཀྱི་འཇིག་རྟེན་ལ་ཁྱིམ་གཞིས་ཟེར་བ་རེ་བསྐྲུན་ན་ཅིའི་ཕྱིར་མ་ཆོག་པ་རེད་ཨང། ཀྱེ་ཀྱེ། སྐད་དང་རིག་གཞུང་གི་ཐོད་འོག་ནས་ནར་སོན་པའི་ཁ་བ་གངས་ཅན་པ་ཕ་སྐད་ལགས། ང་ལྟོས་རང་བཅས་ཀྱི་རུམ་ཁར་སྦྱར་ཏེ་ཕ་མེས་ཚོའི་ལོ་རྒྱུས་ཀྱི་གསེར་སྒྲོམ་བསྔགས་ན་འདོད་གི། ང་ལྟོས་རང་བཅས་ཀྱི་པང་ཁུགས་སུ་ལོག་སྟེ་མི་ལོ་སྟོང་ཕྲག་གི་བང་མཛོད་བཤད་ན་འདོད་གི། ང་ལྟོས་རང་བཅས་ཀྱི་རྫས་འདེགས་རྫོགས་པའི་ཕ་ས་དེར་ཡོང་ན་འདོད་གི། ང་ལྟོས་རང་བཅས་ཀྱི་ལང་ཚོའི་དྲིན་པའི་སྨོན་ལམ་གྱི་གར་སྟེགས་དེར་འཛེགས་ན་སྡུག་གི། ང་དེ་རང་ཁྱེད་ཀྱི་ཟེར་འདུག་གི་ཁང་བའི་ནང་བཞིན་གྲུ་བཞི་ལུག་ལེགས་ཉི་མར་རེག་ན་སྡུག་གི། ང་དེ་རང་ཁྱེད་ཀྱི་ལས་དང་ལམ་གཅིག་པའི་ཕུན་མང་རང་ཚུགས་རྩེ་ར་དེར་ལྷག་ཏུ་དར་རུ་ཡོང་ན་སྡུག་གི། ཅེས་ཅེས་ངའི་སྙིང་ཉེ་བའི་གདོང་དམར་པ། ངའི་ཁྲག་རྒྱུན་གཅིག་པའི་འོད་པ་ཚང། ངས་རི་སྒང་ལ་ཐིམ་པའི་ཡི་གེ་སུམ་ཅུ། ངའི་ཟུངས་ཁྲག་ལ་དྲངས་བའི་གཡང་གཞིའི་ང་རོ། ཆེ་མཐོང་མའི་གདངས་དབྱངས་འཇམ་པོ། ཆེ་མཐོང་མའི་ཟས་མཆོག་སྣུམ་པོ། ཨེ་མ། ཁྱེད་ནི་བཅུད་འདྲིས་མཚེར་བྱང་བཅུད་འདྲིས་རྫས། ཕ་སྐད་གླག་དབྱངས་གསལ་སོ་བཞི།